ད་སི་སྟོང་གི་ད་ལོ་པ་པ་སྐད་ཆ་མང་པོ་སྐྱོ་མི་ཁུལ་ཞིག་བཟོ་རེད་དེ་ཡིན་ན་ཡང་ད་ཡང་དུས་རྗེས་མ་བླ་མ་རྣམ་པ་གི་ཨོང་མ་སྐུ་ཡི་གི་ལྷ་རུ་དུ་ཡང་བསྡུ་བྱ་དེ་ཚོ་གི་བློ་དེ་ཆུད་སོང་འགྲོ་བ་བྱ་ཡི་གི་ཕྱིར་དུ་དེ་ནི་ཆོས་སྐད་གི་རིམ་པ་འདྲ། དེ་ནི་ཉུང་ཉུང་ཅིག་སི་སྟོང་ཞེས་བཏགས་ནི་རེད་དེ་ཡིན་དུ་ཡང་དེ་ནི་ངས་དེ་རིང་ད་ས་བཅད་མ་གཏོང་བ་ཙམ་གྱིས་ཉུང་ཉུང་ཅིག་ཁྱེད་རྣམ་པ་ལ་གྱིས་དེ་འདྲ་བསྐུར་རྒྱུ་ཡིན་ཡང་དེ་ནི་ཁྱེད་རྣམ་པ་གི།

ཚེ་ཐུང་གི་ཆུ་ཟེར་མི་དེ་ཅི་འདྲ་ཞིག་ཡིན། དེ་ནས་དེའི་ནང་ནས་ང་རང་ཚོ་ནང་པ་སངས་རྒྱས་པའི་ཆོས་ཟེར་རྒྱུ་དེ་ཅི་འདྲ་ཞིག་ཡིན། དེ་ནས་ཁྱད་པར་དུ་དེ་ཚོ་ང་རང་ཚོ་བོད་གངས་ཅན་གྱི་ལྗོངས་འདི་ན་ལ་གནས་པའི་ཁུལ། དེ་ནས་སངས་རྒྱས་ཀྱི་བསྟན་པ་རིན་པོ་ཆེ་དེ་ད་ཅི་འདྲ་ཞིག་ཡིན་པ་བཅས་དེ་འདྲ་ཞིག་ཁྱེད་རྣམ་པ་ལ་ཤོད་དྲན་བྱུང། དེ་ནས་དེ་ཤོད་དགོས་པའི་རྒྱུ་མཚན་དེའང་ཅི་ལ་ཐུག་རེད་ཟེར་དུས། དེ་ནི་ང་རང་ཚོ་དང་དབྱར་ཁ་ལ། འདི་འགྲིག་གི་ཕྱི་ཁེ་རེད་དེ་ནི་དགུན་ཁ་ལ་དངོས་གནས་རེད་འདི་འགྲིག་གི་ལས་ཀ་འདྲ་མི་འདྲ་མང་པོ་བྱེད། དེ་ནི་དཀའ་ལས་ལ་མི་བརྟག་ནས་མང་པོ་གྱི་ལས་ཤིག་ཡོད་རེད་ལ། དེ་ནི་དེ་ཚོ་ལས་འདོད་རྒྱུ་སྒྲུབ་འདོད་རྒྱུ་དེ་ཚོ་ཚང་མ་མི་ཡུལ་སྤྱི་ལ། མིའི་ལ་ལས་ཤེས་རེད་བྱེད་དུས་དེ་ནི་ཆོས་ཀྱི་འགྲོས་ནང་དྲན་དེ་ཚང་མ་གི། ཨོ། དཀའ་ལས། འོ་ཅེ། ད་དེ་ཚོ་ལ་མ་བརྟགས་ནས་དེ་འདྲ་བྱེད་ན་དཀའ་ལས་སེ་ཡོད་རེད་དེ་ཡིན་དུས་དེ་ནས་ཆོས་ཟེར་ན་དེ་ཅི་ཡིན་དོམ་པོ་ཡག་པོ་ཞིག་ཧ་གོ་གི་བཟང་གི་དྲན། ད་དེ་དྲན། དེ་བྱེད་དུས་ད་ཆེ་མཐོང་གི་ཆོས་ཟེར་དུས་དེ་ཅི་འདྲ་བྱེད་རེད་ཟེར་དུས་ད་ང་རང་ཚོ་མཚན་དང་གཏན་འབེབས་ཀྱི་གོང་ཟག་ཅིག་ཡིན་ཚར་ནས་བཟུང་སྟེ་ད་ཚོ་མ་བདེ་བ་ལ་འདོད་ཅིང་སྡུག་བསྔལ་ལ་མི་འདོད་པ་ཡིན་པ་དེ་ཐག་ཆོད་རེད།

དེ་ནས་འགྲོ་ལུགས་འདུག་ལུགས་ཟ་ལུགས་འཐུང་ལུགས་དྲན་ལུགས་ཡན་ཆད་ནས་མགོ་བརྩམས་ཏེ་དེ་ནས་སློབ་སྦྱོང་མང་པོ་བཟོ་སློབ་གྲྭ་ལ་འགྲོ་དེ་ནས་འདྲ་མི་འདྲ་མང་པོ་ལས་ཀ་ཅིག་ལས་སུས་རེད་དེ་ཚོ་ཚོང་ན་མི་ཡུལ་ཅི་རིང་གི་ལྟ་བ་བ་དུས་དེ་ནས་བདེ་བ་ཅིག་ཐོབ་ན་དྲན་སྡུག་བསྔལ་ལས་དྲག་ན་དྲན་དེ་འགྲིག་གི་མི་ཡུལ་ཆུང་ཆུང་ཁུ་འགྲོ་སུས་རེད་ལས་དེ་ནས་ང་རང་ཚོ་འགྲོ་བ་མི་དེ་འདྲ་ཡིན་པ་ནང་བཞིན་དེ་ནས་རིགས་དྲུག་གི་སེམས་ཅན་ཐམས་ཅད། བདེ་བ་ལ་འདོད་པ་སྡུག་བསྔལ་ལ་མི་འདོད་པ་ཅུང་ཅུང་དག་དེ་འདྲ་རེད་དེ། ཨོ་ད་བདེ་བ་ཐོབ་ན་སྙམ་པའི་སང་ལོ་དང་སྡུག་བསྔལ་ལས་བྲལ་ན་བརྩམས་པའི་སང་ལོ་སྟེ། རིགས་དྲུག་གི་མཚན་ཅན་ཡོངས་སུ་རྫོགས་པའི་ཤིང་ཐང་གི་རལ་བ་ཅིག་ཆགས་བསྡད་ཡོད་རེད་ད་ང་ཚོ་འདི་ན་ཡོད་པའི་གོང་ས་མཚོ་མ་ཡིན་དུ་ཡིན་དེ་ནས་དེ་ཙམ་གྱིས་མ་ཚད་པས་དེ་ནས་མཚན་ཅན་ཐམས་ཅད་ད་དེ་འདྲའི་གི་རལ་བ་དང་ལྡན་པའི་གོང་ས་ཏན་ཏན་ཆགས་བསྡད་ཡོད་རེད། དེ་ནས་ང་རོང་ཚོ་གི་དང་རེ་བ་བདེ་བ་དོག་པ་སྡུག་བསྔལ་ལས་འགྲོ་བའང་ཟེར་རྒྱུ་གི་རེ་བ་དེ་འགྲུབ་དགོས་དུས་དེ་ནས་ང་རོང་ཚོ་གི་ལས་ཀ་མང་པོ་ལས་སྲིད་ཡོད་རེད་ལས་ལས་སྲིད་ཡོད་རེད་དེ་ཡིན་ན་ཡང་དེ་ནས་ང་རོང་ཚོ་གི་རེ་བ་དེ་དང་ང་རོང་ཚོ་གི་ནུས་པ་གཉིས་པོ་དེ་ཕན་ཚུན་ཆ་མི་མཉམ་པའི་དཀའ་ཚེགས་ཡོད་རེད་ད་ཕན་ཚུན་ཆ་མི་མཉམ་པའི་དཀའ་ཚེགས་ན། དེ་ནས་སྐྱེད་པ་བྱེད་སའི་རེས་ཟེར་དུས། ང་རང་ཚོ་གི་རེ་བ་དེ་བདེ་བ་ཐང་ཆད་ཐོག་སྡུག་བསྔལ་ཐང་ཆད་ལས་གྲགས་ཟེར་རྒྱུ་དེ་རེད་ལེ། ཡིན་ན་ཡང་ང་རང་ཚོ་ལ་དེ་འགྲིག་གི་ནུས་པ་དེ་ཨང་ཀི་རྟགས་བཀག་དུས་དེ་དེ་འགྲིག་གི་ནུས་པ་དེ་ཡོད་ལེ་མ་རེད། དཔེར་ན་གནས་བཀག། དེ་ནས་ཕོ་བ་ལྟོ་རྒྱུ་འདྲ་དང་ཆུ་རྐང་རྒྱུ་འདྲ་དང་ད་དེ་ཚོ་རེ་ཡོང་དུས་ཟ་མ་ཟ་རྒྱུ་དང་ཆུ་འཐུང་རྒྱུ་དེ་ཚོ་བྱེད་པ་ལ་བརྟེན་ནས་གནས་བཀག་སྤྲད་པིག་གི་སྡུག་བསྔལ་བཀང་པིག་གི་སྡུག་བསྔལ་དེ་ཚོ་སེལ་དོ་རེད། རེད་དེ་ཡིན་ན་ཡང། དེ་ནས། དཔེར་ན་གསེར་དང་ནང་ཆེས་ཀྱི་སྡུག་བསྔལ་ཟས་སྦྱོར་འདྲ་དང། དེ་ནས་ཁོར་ཡུག་གི་སྡུག་བསྔལ་ཟས་སྦྱོར་འདྲ་དང། དེ་ནས་ད་སྡུག་བསྔལ་མདོར་ན། སྡུག་བསྔལ་ཆེས་སྡུག་བསྔལ་འཇུ་ཡི་སྡུག་བསྔལ་ཆགས་པ་འདུ་བྱེད་ཀྱི་སྡུག་བསྔལ་ཟེར་ནས་སྡུག་བསྔལ་སངས་ཀྱིས་མི་ཁྱབ་པ་དང་མང་པོ་བརྗོད་འདུག་རེད་ལས། དེ་ཚོ་ཚང་མ་ལས་བསྒྲགས་དགོས་ན་ང་རང་ཚོ་གི་ནུས་པ་ལ་བརྟེན་ནས་བསྒྲགས་ཐུབ་སུ་ཡོད་ལ་མ་རེད། དེ་ནས་དེ་བ་མཐའ་ཐུག་པ་དེ་ང་རང་ཚོ་གི་ནུས་པ་ལ་བརྟེན་ནས་ཐོབ་དགོས་ན་ཐོབ་ཐུབ་སུ་ཡོད་ལ་མ་རེད། འོ་དེ་ཡིན་དུས་ད་ང་རང་ཚོ་གི་རེ་བ་དང་ང་རང་ཚོ་གི་ནུས་པ་གཉིས་པོ་ཆགས་མི་མཉམ་པའི་གི་ག་ཟེར་ད་དེ་འདྲ་ངོས་བཞིན་ཡོད་ལེ་རེད།

ཤོད་ཟེར་མི་ཐུབ་ཅི་རེད་ཟེར་དུས་དུས་རྗེས་མ་ང་རང་ཚོ་གིས། ཆོས་ལུགས་ཟེར་ཅི་སྐད་བརྗོད་ལེ་ད་དེ་ལ་གོ་ན་ཆོག་ལེ་རེད། དེ་ནས་ཆོས་ལུགས་དེ་ལ། ཕྱི་རོལ་མུ་སྟེགས་པའི་གི་ཆོས་དང་ནོར་འབག་སྲུང་བྱེད་པའི་གི་ཆོས་ཟེར་ད་སྤྱི་སྟངས་གི། ད་གཉིས་ཡོད་འདུག་རེད་ད་ཆོས་ལུགས་ཡིན་ན། ཡང་ན་ཕྱི་རོལ་མུ་སྟེགས་པའི་གི་ཆོས་ཡང་ན་ནོར་འབག་སྲུང་བྱེད་པའི་གི་ཆོས་གང་ཡོང་རུང་བ་ཅི་ཡིན་གི་རུ་མ་གཏོགས། དེ་གཉིས་མ་ཡིན་པའི་ཆོས་ལུགས་གསུམ་པ་ཅིག་ད་མེད་ལེ་རེད། དེ་ཡིན་དུས་ད་ཆོས་ལུགས་ཡོངས་སུ་རྫོགས་པ་གི་དམིགས་ཡུལ་ཅི་པ་རེད་དེ་རེད་དེ་ནི་དམིགས་ཡུལ་ཅི་པ་དེ་གང་དེ་རེད་ཟེར་དུས་བདེ་བ་དོག་ཅིང་སྡུག་བསྔལ་ལས་གྲོལ་བ་ཟེར་རྒྱུ་དེ་རེད། དེ་ནས་ཆོས་ལུགས་ཐམས་ཅད་ཀྱི་དམིགས་ཡུལ་ཅི་པ་ཡིན་པ་བདེ་བ་དང་བདེ་བ་ཐོབ་པ་སྡུག་བསྔལ་ལས་གྲོལ་བ་དེ་ཡིན་ན་དེ་ནི་ང་རང་ཚོ་ནང་པ་སངས་རྒྱས་པའམ་གི་ཆོས་ལུགས་འདི་ལས་གཞན་དུ་གྱུར་པའི་གི་ཆོས་ལུགས་དེ་ཚོ་གི་ཉམས་ལེན་ལ་བརྟེན་ནས། དེ་ནས་བདེ་བ་ཐོབ་པ་དང་སྡུག་བསྔལ་ལས་སྤྲོ་བྱེད་མེད་ལས་ཨེ་རེད་ཟེར་ན། དེ་འོ་ཅེས་མ་རེད། སྲིད་སྟོང་གི་དཔེ་ན་ཕྱི་རོལ་མུ་སྟེགས་བོད་ཀྱི་ཆོས་དེ་སོང་འཛམ་བུ་གླིང་གི་སྟེང་དུ་ལས་བཙོང་ལ་གཏོང་ན་དེ་ནས་ཆོས་ལུགས་དག་ཆེ་བ་རྒྱས་འདྲ་བྱེད་འོས་རེད་ལས། ཡེ་ཁུ་ཆོས་ལུགས་ཟེར་མི་འདྲ་དང། དེ་ནས་ཧིན་དུ་ཆོས་ལུགས་ཟེར་མི་འདྲ་དང་ཁ་ཆེ་ཆོས་ལུགས་ཟེར་མི་འདྲ། དེ་ནས་ང་རང་ཚོ་ནང་པ་སངས་རྒྱས་པའི་ཆོས་ལུགས་དང་བཅས་ཏེ་ད་ཕྱི་རོལ་མུ་སྟེགས་བོད་ཀྱི་ཆོས་ལུགས་ཆེས་ཆེ་ཤོས་གསུམ་དང་དེ་ནས་ནང་པ་སངས་རྒྱས་བོད་ཀྱི་ཆོས་ལུགས་གཅིག་དང་བཅས་ཏེ་ད་ཆོས་ལུགས་གཙོ་ཆེ་བ་རྒྱས་འདྲ་བྱེད་འོས་རེད། དེ་ཡི་གི་ནང་ནས་དཔེར་ན། ཕྱི་རོལ་མུ་སྟེགས་པའི་གི་ཆོས། ད་ལྟ་ཡས་ཁུ་ལྟ་བུ་གཅིག་གི་ནང་ནས། ཁོ་རང་ཚོ་གིས་ཀྱང་ད་སྐུ་བཤེས་གཉེན་མ་རེད་ཟེར་རྒྱུ་འདྲ་དང། སྐུ་བླ་གཉེན་མ་རེད་ཟེར་རྒྱུ་འདྲ་དང། དེ་ནས་མི་གི་སྲོག་དེ་གཅོད་མི་ཉན་ཟེར་མི་འདྲ་དང་དེ་འདྲའི་གི། ད་འཇིག་རྟེན་ཡོངས་དག་གི་གི་ལྟ་བ་ཟེར་གི་ལེ་རེད་དེ་འདྲ་ཁོ་ཚོ་ལའོ་ཡོད་རེད། དེ་ནས་ཁོ་ཚོ་ལའོ་ད་དེ་འདྲ་ཡོད་འདུག་འདུག་དེ་ཚོ་ཉམས་སུ་ལེན་པ་ལ་བརྟེན་ནས། ཏན་ཏན། དགེ་བ་ཅིག་བསྒྲུབ། དཔེར་ན་མི་བསད་པ་སྤོང་བ་ལ་བརྟེན་ནས་སྲོག་བཅད་པ་སྤོང་བ་ལ་བརྟེན་ནས་དགེ་བ་ཡོད་རེད། མ་བྱིན་པ་ལེན་པ་སྤོང་བ་ལ་བརྟེན་ནས་དགེ་བ་ཡོད་རེད། དེ་ནས་འདོད་པའི་ལོག་པ་ཡེངས་པ་པོའང་ལ་བརྟེན་ནས་དགེ་བ་ཡོད་པས་དགེ་བ་ཡོངས་འདུས་འཁོར་སོགས་ཀྱིའོ། ཆོས་འཁོར་རང་སོགས་ཀྱི་ཆོས་དེ་བགྲོད་པ་ལ་བརྟེན་ནས་བདེ་བ་སྐྱེའོ་མཐོ་ལས་རེག་བདེ་བ་དེ་མཐོ་འོང་དུས་དཔེར་ན། མངལ་དུ་ལྷ་དང་མི་དང་ལྷ་མ་ཡིན་གང་རུང་ལ་ཤེས་འགྲོ་དུས་དེ་ནས་མངལ་དུ་གི་བདེ་བ་དེ་མཐོ་འགྲོ་རེག་མངལ་དུ་ལ་ཤེས་འགྲོ་དུས་ངན་སོང་གི་སྡུག་བསྔལ་ལས་དགྲ་འགྲོ་རེག་དེ་ཡིན་དུས་ཕྱི་རུ་མུ་སྟེགས་པའི་གི་ཆོས་ལ་བརྟེན་ནས་ཀྱང་བདེ་བ་མཐོ་དཔག་དང་སྡུག་བསྔལ་ལས་དགྲ་བ་ཟེར་གྱི་དེ་བཞི་སྟོང་གི་ཡོད་ལས་རེག། ཡོད་ལེ་རེད་དེ་ཡིན་ན་ཡང་ད་ང་རང་ཚོ་གི་ནང་པ་སངས་རྒྱས་བི་གི་ཆོས་ལུགས་འདི། ཆོས་ལུགས་གཞན་པ་དེ་ཚོ་ལ་ལྟོས་གོང་ན་ད་ཐུན་མོང་མ་ཡིན་བི་གི་ཆེ་ཤོས་གཞན་དང་མ་འདྲ་བ་ད་ཅི་ཡོད་རེད་ཟེར་ན་ད་ཅི་ཡོད་གི་རེད་མ་གཏོགས་ཚོང་མང་ལས་དེ་ནས་བདེ་བ་ཐོབ་པ་སྡུག་བསྔལ་ལས་གྲོལ་བ་ཟེར་མི་ཅི་ཡོད་ཚ་དུས་དེ་ནས་ང་རང་ཚོ་ལ་དམིགས་བསལ་ཅི་མེད་ན་དེ་ནས་ང་རང་ཚོ་གི་ཆོས་ལུགས་འདི་དམིགས་བསལ་གི་ཆོས་ལུགས་གཅིག་དང་ང་རང་ཚོ་གི་བསྟན་པ་ཧ་ཅང་ཐོས་པ་དེ་དམིགས་བསལ་གི་བསྟན་པ་གཅིག་ཡིན་པ་དང་ང་རང་ཚོ་གི་ལྟ་བ་དེ་དམིགས་བསལ་གི་ལྟ་བ་གཅིག་ཡིན་པ་དེ་ནི། ཆ་གས་ལ་མ་རེད་ལེ། ཨོ་ད་དེ་ཡིན་དུས། དེ་ནས་ང་རང་ཚོ་ལ་ང་རང་ཚོ་ནོམ་པ་སངས་རྒྱས་བོད་ཀྱི་ཆོས་ལུགས་འདི་ལ་ཡོད་བསྡད་པ་ཅིག་ཕྱི་རུ་མི་དེ་བོད་ཀྱི་ཆོས་ལ་མེད་བསྡད་པ་དེ་ག་འདི་རེད་ཟེར་དུས། ཨོ་དེ་ནས་ག་འདི་རེད་ཟེར་དུས། སྡེ་བ་གཙང་དོག་པ་དང་སྡུག་བསྔལ། ཙམ། ལས་གྲོལ་བ་དེ་གཙང་མ་ཡིན་པ། དེ་ནས་ང་རང་ཚོ་གི་ཆོས་ལུགས་འདི་ལ་བརྟེན་ནས། མཐའ་ཐུག་གི་བདེ་བ་དེ་ཐོབ་ཐུབ་པ་རེད། བདེ་བ་མཐའ་ཐུག་པ། དེ་ནི་ང་རང་ཚོ་གི་ཆོས་ལུགས་འདི་ལ་བརྟེན་ནས་སྡུག་བསྔལ་ཐམས་ཅད་ལས་བསྒྲལ་ཐུབ་ལེ་རེད། དེ་ཡིན་དུས་དེ་ནི་ང་རང་ཚོ་གི་ཆོས་ལུགས་འདི་ཡི་གི་དམིགས་ས་ཆེ་ཤོས་ཅིག་ད་དེ་ན་ཡོད་ལེ་རེད། དེ་ཡིན་དུས་ད་ཚང་མ་གེ་ཤེས་དེ་ལེ་ཡ། དཔེར་ན་ང་རང་ཚོ་ནང་པ་སངས་རྒྱས་པའི་གི་ཆོས་ལུགས་འདི་དང། དེ་ནི་ཕྱི་རོལ་མི་སྡེ་པའི་གི་ཆོས་ལུགས་གཉིས་ཀ། བདེ་བ་ཐོབ་པ་དང་སྡུག་བསྔལ་ལས་གྲོལ་བ་དེ་ཞེས་ཐོས་ན། ང་རང་ཚོ་མི་ས་ཡིན་པའི་རྒྱུ་མཚན་ཅི་རེད་ཟེར་དུས་ང་རང་ཚོ་གིས་ཆོས་ལུགས་འདི་ལ་བརྟེན་ནས་བདེ་བ་མཐའ་ཐུག་པ་དེ་ཐོབ་ནུས་ལོས་རེད་ལ། དེ་ནས་སྡུག་བསྔལ་ཐམས་ཅད་ལས་དགྲ་ཐོབ་ལོས་རེད་ཟེར་འོ་ད་དེ་ཡིན་དུས་ང་རང་ཚོ་གིས་ཆོས་ལུགས་འདི་ཆོས་ལུགས་མི་ས་ཡིན་པའི་རྒྱུ་མཚན་ཅི་དེ་ན་ཐུག་ལོས་རེད། དེ་རེད་དེ་ནས་དེ་ཡིན་དུས་ད་བདག་ཅག་གིས་བསྟན་པ་རྙོག་མིན་ཁ་ཅིག་འཇབ་རོགས་གིས་སྔར་རྒྱ་གར་འཕགས་བོད་ཀྱི་ཡོད་ལ། དེ་ནས་མཛད་པ་བཅུ་གཉིས་པའི་ཚུལ་བསྟན། ཆོས་འཁོར་རིམ་པ་རྣམ་པ་གསུམ་བསྐོར། དེ་ནས་ཆོས་ཀྱི་ཕུང་པོ་ཡིན་ན་ཆོས་ཀྱི་ཕུང་པོ་བརྒྱད་ཁྲི་བརྒྱད་སྟོང། དེ་ནས་ཐེག་པ་འདྲ་ཡིན་ན་ཐེག་པ། ཆེ་འབྲིང་ཆུང་གསུམ་ཟེར་དོན་འདྲ་ད་དེ་འདྲ་མང་པོ་ཇི་བྱས་རེད་དེ་དགོངས་བཏགས་ཀྱང། ཐེག་པ་ཆེ་ཆུང་གང་ཡིན་ན་འདྲ། མདོར་ན་བདག་ཅག་གི་བསྟན་པ་མཉམ་མེད་ཁ་ཅིག་བྱ་བུ་དེ་ཡི་གི། ཆོས་ཀྱི་ཡིན་ཚ་ནས་བཟུང་སྟེ། ཕྱི་རུ་མུ་ཏིག་ཕུག་གི་ཆུ་དང་མི་འདྲ་བའི་གི་སྨིན་སར་གི་ཆེ་ཤོས་ཀྱི་རྟ་བ་ཅིག་ཅི་སུ་ཡོད་རེད་ཟེར་དུས། ད་རྟ་བ་ཀ་ཐོག་གི་ཤ་ཆ་ཆེན་པོ་བཞི་དེའི་གི་ནང་ནས་ཆུ་ཐོག་ཆེ་སྟོང་གི་དྭངས་མེད་པ་སེམས་ཅི་ད་ཞེས་ཡོད་རེད་ལ་ད་ལྟའི་ང་རང་ཚོ་གི་ཐུན་མོང་མ་ཡིན་པའི་གི་རྟ་བ་ཟེར་ན་འདྲ་ཐུན་མོང་མ་ཡིན་པའི་ཆེ་ཤོས་ཅིག་རེད། དེ་ནས་ང་རང་ཚོ་ལ་དེ་འགྲིག་གི་ལྟ་བ་དེ་ཡོད་རྒྱུ་རྐྱེན་གྱིས་བདེ་བ་ཐ་ཐུབ་པ་དེ་ཐོབ་ཐུབ་པ་ཡོད་རེད། དེ་ནས་ང་རང་ཚོ་གི་དེ་འགྲིག་གི་ལྟ་བ་དེ་ལ་བརྟེན་ནས་སྡུག་བསྔལ་ཐམས་ཅད་ལས་གྲོལ་ཐུབ་ལེ་རེད་ཟེར་བ་ད་ལྟའི་ཧ་གོ་གི་ལེ་རེད། དེ་ཡང་ཅི་རེད་ཟེར་དུས་དཔེར་ན། བདག་འཛིན་ཉན་རྨོངས་པ་དེ་དང་བདག་མེད་རྟོགས་པའི་ཁེ་རང་གཉིས་པོ་དེ་ཕན་ཚུན་གཡོ་བྲལ་བའི་གི་སྒོ་ནས་དེ་ནས་བདག་འཛིན་དེ་ཁ་བྲལ་བ་ཞིག་བདག་འཛིན་བྲལ་འགྲོ་དུས་དེ་ནས་འཁོར་བ་ལས་གྲོལ་འཁོར་བ་ལས་གྲོལ་སོང་བ་ཡིན་ན། དེ་ནས་མཐར་ཐུག་གི་བདེ་བ་དེ་སྙེད་འགྲོ་བྱེད་དེ་རུང་གི་དབང་གིས་ད་ཁྱོད་ཉིད་ལ་ཅིག་ཆོག་དེ་རེད་དེ་ཡིན་དུས་ད་ང་རང་ཚོ་གི་ཐུན་མོང་མ་ཡིན་པའི་ཆེ་ཆུང་འདྲ་པོ་ཅིག་ད་དེ་འདྲ་འདྲ་ཅིག་ཕྱི་གཏོང་གི་རེད་ད་དེ་ཁོ་ནས་དེ་ནས་དེ་ད་ཕྱི་གཏོང་གི་ཆོས་ཟེར་མ་དེ་ཅི་འདྲ་ཅིག་ཡིན་པ་དེ་ད་དེ་འདྲ་འདྲ་ཅིག་རེད་དེ་ནས་ང་རང་ཚོ་བོད་རྗེས་ནང་བསྟན་འདི་ཅི་འདྲ་ཅིག་རེད་ཟེར་དུས་དེ་ནས་ང་རང་ཚོ་གི་བོད་རྗེས་ནང་བསྟན་འདི་ད་དམིགས་བསལ་གི་ཆེ་ཆུང་མང་པོ་ཡོད་རེད་དེ་དཔེར་ན་ཐོག་མར་དཱ་བིད་ཀྱི་རིམ་པ་ལ་སོང་ལ་གཏོང་ན། བོད་ཇག་ལྷ་ཐོ་ཐོ་རི་ཉིན་བཙན་ཞུ་བ་བྱས་ཡོད་རེད་ཁོང་གི་དུས་སུ། དེ་ནས་མདོ་སྡེ་སྤོ་འགོང་ཤོག་ཇག་པ་ལ་སོགས་པ་མང་པོ་བྱས་གནང་ནས་བག། དེ་ནས་བག་ཡོང་དུས། ད་ལྟའི་དམ་བུའི་ཆོས་དེ། ད་བོད་ལ་ད་ཡིག་གི་སྔ་ལྟས་རེད་ཟེར་སྐད་རེད་མ་སྐད་ང་རང་ཚོ་བོད་གངས་ཅན་གྱི་ལྗོངས་ལ་སངས་རྒྱས་ཀྱི་བསྟན་པ་རིན་པོ་ཆེ་ད་ཡིག་གི། རླུང་རྡོ་ཅེས་པ་དག་སྦྱར་བའི་རླུང་གིས་ཟིན་པ་དེ་འདྲ་ཅི་རེ་རེད་རེད་ཅེ་རེ་ཟེར་དུས་ལྷ་མོ་དྲི་མ་མེད་པའི་འོད་ཅིག་ཤོས་ཀྱི་མདོག་ཡིད་ཀྱི་ནང་ནས་སངས་རྒྱས་ཀྱི་དངོས་སུ་ང་ཡོངས་སུ་མྱ་ངན་ལས་འདས་ནས་ལོ་ཉིས་སྟོང་ལྔ་བརྒྱ་ལན་པའི་ཚེ་གདོང་དམར་ཅན་གྱི་ཡུལ་ན་དེ་ནས་དང་པོའི་ཆོས་དར་བར་འགྱུར་རོ་ཟེར་དེ་འདྲ་བྱས་ནས་གསུངས་ཡོད་རེད་ལས་ད་ལྟའི་གསུང་འགྲོ་དུས་དེ་གསུངས་པ་རྟག་ཏུ་དངོས་སུ་རྒྱལ་པོ་ཁྲི་སྲོང་ལྡེ་བཙན་གྱི་དུས་སུ་ཆོས་དར་བའི་གྱོང་མགོ་བརྩམས། དེ་ནས་ཆུ་ཁྲི་སྲོང་ལྡེ་བཙན། མ་རེད། ད་ལྟ་སྲོང་བཙན་སྒམ་པོ་གི་དུས་སུ་ཆུ་ད་ཡིན་འགོ་བརྩམས། དེ་ནས་ཁྲི་སྲོང་ལྡེ་བཙན་གྱི་དུས་སུ། ཆུ་དེ། ཕྱིའི་དམ་ཅན་འགྲོ་ཡི་གི་སྐ་ཇི་ཆགས་ཡོད་རེད། དེ་ནས་ཆུ་རྒྱ་ཁྲི་སྲོང་ལྡེ་བཙན་གྱི་སྐ་སུ། དེ་ནས་ང་རང་ཚོ་གི་དང་མེས་པོ་གོང་མ། དེ་ཚོ་གི། སངས་ཀྱི་མི་ཆགས་པའི་གི་སྐ་ལས་འབད་བཙན་རྒྱ་ཆེན་པོ་ཅིག་བྱས། དེ་ནས་ད་ལྟ་ང་རང་ཚོ་ལ་བསྟན་པ་རིན་པོ་ཆེ་དེ་ཏག་ཏག། ནོར་བ་མེད་པ་འཕྲོ་བ་མེད་པ། དེ་ནས་རྒྱ་གར་འཕགས་པའི་སྒོའི་ཡུལ་ཅེས་བསྟན་པ་ཇི་མ་ཇི་མཁན་དེ་ད་ལྟ་ང་རང་ཚོ་སར་གནས་ཐོག་ཡོད་རེད། དེ་ནས་དེ་ཡང་དཀའ་ལས་ཅི་འདྲ་བྱ་ཡོད་རེད་ཟེར་ན། རྒྱ་བོད་ཁྲི་སྲོང་ལྡེ་བཙན་གྱི་དུས་སུ་བསང་ཡའི་གཙུག་ལག་ཁང་གི་ནང་ནས། དེ་ནས་ད་དེ་བཙུགས་ཟིན་རེད་དེ་བསང་ཡའི་སྒྲ་བཞི་གླིང་ཟེར་གྱིས་བཙུགས་ཡོད་རེད། ད་བསང་ཡའི་སྒྲ་བཞི་གླིང་ཟེར་རྒྱུ་དེ་དེང་སང་ང་རང་ཚོ་གི་སྤ་ཀོང་ནང་དུ་ལ་འགུལ་ཡོད་པའི་གི། དེ་ནས་རྒྱ་ཡི་བཀའ་འགྱུར་རིན་པོ་ཆེ། བསྟན་འགྱུར་རིན་པོ་ཆེ་དང་མང་པོ་བཞེངས་པ་ལས་དེ་སོགས་ཚོགས་མ་སྐབས་དེ་དུས། ད་ཚོགས་མ་ཟེར་བརྗོད་ན་ཟེར་བརྗོད་ཀྱི་མ་རེད་ད་ཕ་ཆེ་བ་དེ་རྒྱ་ཤ་དགུ་ཆོས་དེ་སྐབས་དེ་དུས་དེ་ནས། ཁོ་མེས་པོ་གོང་མ་ནང་གི། དེ་ནས་ལོ་བྱ་བ་རེད་དཔེ་འདི་ལྟར་རེད་དེ་སོགས་མང་པོ་ཅིག་གདན་དྲོངས། གདན་དྲོངས་པ་ཙམ་གྱིས་མ་ཚད་པ་ལོ་པའི་ཟུང་འབྲེལ་གྱི་སྒོ་ནས་དེ་འདྲ་ཞིག་ན་ཚེས་བཞི་བཞི་རིང་གི་ལས། དེ་ལྟའི་སྐབས་དེ་དུས་མི་རིགས་གཅིག་གི་ཆགས་པ་རིགས་གསུམ་ཡོངས་སུ་རྫོགས་པ་དེ་དམ་པའི་ཆོས་ཀྱི་ཐད་ནས་རྟོགས་ནས་ནི་ད་ལྟ་ང་རང་ཚོ་གི་འདས་ན་འདས་ཆོག་ཆོག་དེ་ནི་བློ་ཅི་ཟེར་གི་རེད་བཏགས་ན་བཏགས་ཆོག་ཆོག་དེ་ནི་གཞོངས་ན་གཞོངས་ཆོག་ཆོག་དང་བསགས་ན་བསགས་ཆོག་ཆོག་འཐུང་ན་འཐུང་ཆོག་ཆོག་ཟེར་པའི་ནོར་རྐྱེན་བྱས་ནས་དེ་ནི་ད་ལྟ་ད་ལྟ་གནས་བསྡད་པ་རེད་འདི་རེད། དེར་དེ་བཞིན་དུ་དང་ཁྲི་སྲོང་ལྡེ་བཙན་གྱི་དུས་སུ་བསྟན་པ་རིན་པོ་ཆེ་དེ་ཆེའི་བདག། དེ་ནས་རྒྱལ་པོ་འུ་དུམ་བཙན་གྱི་བར་དུ་ལས་དང་བསྟན་པ་སྔ་དྲག་ཟེར་དེ་འགྲིག་གི་ཐ་མའི་དེ་སོགས་རེད། དེ་ནས་རྒྱལ་པོ་འུ་དུམ་བཙན་ཡོང་ན་ཀློང་དར་མ་ཟེར་བ་དེ་ཡི་གི་ཚེ་སྲོང་བཅས་ཀྱི་བསྟན་པ་རིན་པོ་ཆེ་དེ་ལ་དང་སྣུབ་ཕུད་ཀྱི་ལས་ཀ་མང་པོ་ཅིག་བརྩམས། དེ་ནས་སྲོང་བཅས་ཀྱི་བསྟན་པ་རིན་པོ་ཆེ་དེ་འོང་ཉོག་ཕྲ་བ་འདྲ་ཅིག་ཆོག། དེ་ནས་རྒྱོ་རྗེ་ལ་སོགས་པ་མང་པོ་ཅིག་གིས་གསུང་བྱེད་ཀྱི་བསྟན་པའི་མེ་རོ་དེ་ལྷ་གསོ་བར་བྱས་ནས། དེ་ནས་དག་ཐིག་གི་བར་དུ་གནས་སོང་བ་རེད། དེ་ནས་ཡང་དེ་ལ་བསྟན་པ་ཕྱི་དང་འདྲ་ཞིག་ཟེར་ལེ་རེད། དེ་ནས་ཡང་དེ་ཡི་གི་རྗེས་སུ་དག་རིག་གནས་ས་བཅད་ཟེར་གི་ལེ་རེད་དེ་འདྲིག་གི་གནས་ཚུལ་ཞིག་བྱུང་ཟེར་རེ་ལེ། དེ་ཁྱོད་གོ་ཕྱིར་ཤེས་ནས་དག་ཡི་གི་བར་དུ་ལ་ཡང་བསྟན་པ་ཡོངས་དག་ཟེར། ད་དེ་འདྲིག་གི་སྣང་བ་འདྲ་ཞིག་ཡོད་རེད་དེ་བྱེད་དུས། དོན་ལ་ཁྱོད་ད་དུང་འདྲ་ཞིག་ཡིན་ན་ད། བསྟན་པའང་སྔ་དར་ཕྱི་དར་ཡོངས་དར་ཟེར། དེ་འགྲིག་གི་རིན་པ་སོང་འདྲ་ཞིག་ཡོད་རེད་ད་ལྟ་ང་རང་ཚོ་ད་དུས་ཚོད་ག་འདྲ་ཞིག་གི་ཐོག་ལ་གནས་ཡོད་རེད་ཟེར་དུས། བསྟན་པ། སྔ་དར་ཕྱི་དར་ཡོངས་དར་གསུངས་ཀྱི་ནོར་ནས་བསྟན་པ་ཡོངས་དར་གི་དུས་ཚོད་དེ་ལ་ད་ང་ཚོ་ད་ལྟ་གནས་ཡོད་རེད། དེ་ནི་ང་རང་ཚོ་བོད་གངས་ཅན་གྱི་ལྗོངས་ལ་གནས་པའི་གི་མཚོན་བྱེད་ཀྱི་བསྟན་པ་རིན་པོ་ཆེ་འདི། ཐུན་མོང་མ་ཡིན་པའི་གི་ད། ཆེ་ཤོས་ཟེར་ན་འདྲ། སྐྱེས་ཡོད་རེད་ཟེར་ན་ད་ཆེ་ཤོས་འདྲ་པོ་དེ་སྐྱེས་ཡོད་རེད་ཟེར་ན། དེ་ནས་སངས་རྒྱས་ཀྱི་ཆོས་དེ་ལ་ཐེག་པ་ཆེ་ཆུང་གཉིས་ཡོད་རེད་ཟེར་རྒྱུ་ཡིན། དེ་ནས་ཐེག་པ་ཆེ་ཆུང་གཉིས་ཀྱི་ནང་ནས་ཐེག་པ་ཆེན་པོ་དེ་བྱུག་ཏུ་བཅུག་པ་རེད། དེ་ནས་ང་རང་ཚོ་ས་བདག་སྡེ་བི་གིས་བསྟན་པ་དེ་ཐེག་པ་ཆེན་པོ་རེད། དེ་ནས་ཐེག་པ་ཆེན་པོ་དེ་ལ་ཡང་རྒྱུད་ཕ་རོལ་ཏུ་ཕྱིན་པའི་ཐེག་པ་དང་འབྲས་བུ་སྔར་གྱི་ཐེག་པ་ཟེར་ན་མ་གཉིས་ཡོད་རེད། དེ་ནས་རྒྱུ་ཕ་རོལ་ཏུ་ཕྱིན་པའི་གི་ཐེག་པ་དང་འབྲས་བུ་སྔར་གྱི་ཐེག་པ་གཉིས་ཀྱི་ནང་ནས། འབྲས་བུ་སྔར་གྱི་ཐེག་པ་དེ་ཕྱིའི་འཕྲོ་དུ་གཅོད་པ་རེད། དེ་ཡིན་དུས་ད་ལྟ་ང་རང་ཚོ་གི་བསྟན་པ་འདི། ད་ག་འདི་རེད་ཟེར་དུས་ཆོས་འདི་ག་འདི་རེད་ཟེར་དུས། རྒྱུ་ཕ་རོལ་ཏུ་ཕྱིན་པའི་གི་ཐེག་པ་གཙང་གཅིག་མ་ཚད་པ། དེ་ནས་འབྲས་བུ་སྔར་གྱི་ཐེག་པ་དེ། ནོར་བ་མེད་པ་འཕྲོ་བ་མེད་པ་སྟེ་ང་རང་ཚོ་ས་ད་ལྟ་གནས་དེ་བས་རེད། དེ་ནས་རྒྱུ་ཕ་རོལ་ཏུ་ཕྱིན་པའི་གི་ཐེག་པ་དེ་ལ་ལྟོས་དགོངས་ན། འབྲས་བུ་སྔར་གྱི་ཐེག་པ་དེ། ཆེ་ཤོས་མང་པོ་སྤྲོ་མོ་གཅིག་ཡོད་རེད་དཔེར་ན།

དུས་ཚོད་དེ་རིང་ཆེ་ཆེ་ནི་ང་རང་ཚོ་གི་བློ་ཡུལ་ལ་ཆ་དཀའ་ཡོད་ཀི་ད་དུས་ཚོད་རིང་པོ་གྲོངས་ཀྱི་ཆགས་བསྡད་ཡོད་རེད། དེ་ནས་དེ་ཡིན་དུས་ད་ཕར་ཕྱིན་ཐེབས་པའི་གི་ལང་ལ་བརྟེན་ནས་སོང་རྗེས་གི་ན་ཆེས་དཀའ་མོ་རེད། དེ་ནས་རེད་དེ་ཡིན་ན་ཡང་འབྲས་བུ་སྔ་ཕྱི་ཐེབས་པ་དེ་ལ་བརྟེན་ནས་སོང་རྗེས་གི་ན་དེ་ནས་ཕར་ཕྱིན་ཐེབས་པ་ལ་སོང་ལྟོས་བ་པ་ཡིན་ན་ན་ཆེས་སྨྱོ་བ་ཅིག་རེད་ཆགས་བསྡད་ཡོད་རེད་དེ་ཡང་དཔེར་ན། བཙན་འཁྲུལ་དང་ལྡན་པའི་གོང་ཟག་གོང་ཟག་དག་མི་ཟ་དེ་འདྲ། རྒྱལ་པོ་ཨུ་འདྲ་པོ་དེ་ཁོ་བ་ཅིག་ཡོད་རེད་ད་ཁོང་འདྲ་ཅིག་ཡིན་ན་བདག་ཅག་གི་བསྟན་པ་རྙོག་མི་ཁ་ཅིག་རྒྱ་བོད་ཀྱི་མདུན་དུ་ཨོང་ཞུ་སླད་དུ་དུས་མཉམ་དུ་ཚོང་བྱས་སོང་རེད་ཟེར་གལ་རེད་ད་ཁོང་འདྲ་གོང་ཟག་མི་ཟ་ཡིན་གྱི་རེད་རེད་ལེ་རེད་དེ་ཡིན་ན་ཡང། དེ་ནས། དཔེར་ན། བཙན་བྱོལ་ཕྱི་སྨྱོན་གྱི་གོང་ས་ལྟ་བུ་ཅིག་མ་ཡིན་ན་ཡང། སོ་ཧ་རྡོ་རྗེ་ཐེལ་བིས་ཀྱི་ལམ་དེ་ཚུར་གྱེན་དུ་ཉམས་སུ་བླངས་ན། དེ་ནས། ཚེ་གཅིག་ཡང་ན་ཚེ་གདན་ནང་ཚོད་ལ། དེ་ནས་སངས་རྒྱས་ཐུགས་ཟེར་དེ་འདྲ་ཞིག་ལ་ད་གསུངས་ཡོད་རེད་ལ་དེ་ཡིན་དུས་དེ་ང་རང་ཚོ་གི་བསྟན་པ་འདི་ཆེ། ཅི་ཟེར་གི་རོགས་གོ། ཨོ་ད། རྩ་བ་ཆེན་པོ་ཅིག་དེ་འདྲ་ཞིག་ཆགས་བསྡད་ཡོད་རེད་ཟེར་ད་ལྟའི་ཁོས་ལན། དེ་ཡིན་དུས་དེ་སྔ་རོང་ཚོ་བོད་གངས་ཅན་གྱི་ལྗོངས་ན་གནས་སྤོས་ཀྱི་བསྟན་པ་རིན་པོ་ཆེ་འདི། དེ་ནས་ཆེས་རྩ་བ་ཆེན་པོ་དང་ཆེས། རིན་ཐང་ཆེན་པོ་ཅིག་ད་དེ་འདྲ་ཡིན་དུས་ད་འདི་མ་འོངས་པར་མུ་མཐུད་དེ་འདྲ་ཞིག་གནས་དགོས་ལེ་རེད། ད་འདི་གནས་དགོས་པ་ཡིན་ན། དེ་ནས་གནས་སྤོས་ཀྱི་གཞི་རྩ་ངོ་མ་འདྲ་པོ་དེ་ག་འདི་རེད་ཟེར་དུས་གཞི་རྩ་ངོ་མ་འདྲ་པོ་དེ། ད་ཚོ་རིག་གི་ཚེ་ན་གྲྭ་པ་ར་དེ་ཞིག་ཡོང་གི་འདི་རེད་དགེ་འདུན་པ་རེད་ཟེར་སྐད་ལེ་རེད་དེ་ཡིན་ན་ཡང་ད་ང་རང་ཚོ་བོད་གངས་ཅན་གི་ལྗོངས་འདི་ན་ས་གནས་འདི་ན་ལ་སོང་ལ་གཏོང་བ་ན་དེ་ནས་སྐད་དང་ཡི་གེ་ལ་དུས་ཡོད་ལེ་རེད་སྐད་དང་ཡི་གེ་དེ་ནས། དེ་ནས་ཐོག་སྔས་མ་ཞུས་ཟིན་ལན་ཡང་ང་རོང་ཚོ་གི་མེས་པོ་གོང་མ་གི་བཀའ་ལན་འབད་བརྩན་ཧ་ཆུང་གིས་སོང་ཅི་མི་བྱ་བ་ཅི་བྱེད་ཚར་ནས་དེ་ནས་འཇའ་ཡི་སྐར་དང་བསྟན་བཅོས་དེ་སོགས་ད་ལྟ་ང་རོང་ཚོ་ས་ལ་ད་གནས་ལེ་ཡོད་དུས་དེ་ནས་འདི་སོགས་མ་འོངས་པ་མུ་མཐུད་ལ་གནས་དགོས་པ་ཡིན་ན་ནི་ང་རོང་ཚོ་གི་སྐད་དང་ཡི་གེ་དེ་ད་བདག་པོ་ཡག་པོ་བྱས་འཛིན་སྲུང་སྤེལ་སྲུང་ཡག་པོ་བཟོ་དགོས་རེད་མ་གཏོགས། སྐད་དང་ཡི་གེ་བོད་ཀྱི་སྐད་དང་ཡི་གེ་དེ་ཉང་ཚ་ཡི་གེ་སྐབས་དེ་དེ་ནས་ང་རང་ཚོ་བོད་རྒྱའི་ནང་བསྟན་དེ་ནས་ཐེག་པ་ཆེན་པོ་གི་ཆོས་དེའི་ནང་ནས་ད་གཟོང་ང་རྡོ་རྗེ་ཐེག་པའི་གི་བསྟན་པ་དེ་ཏག་ཏག་ཉམས་འགྲོ་གི་རེད། དེ་ཡིན་དུས་ད་འདི་ན་ལས་ལོ་ཉུང་མང་པོ་གི་ལས་ཁྱེད་རྣམས་པ་གི་ཅི་ཞིག་ན་ཁག་ཡོད་ལ་མ་རེད་ད་སློ་གྲྭ་ནང་ལས་དེ་འདྲ་ཞིག་ཕན་ཚུན་རྒྱ་སྐད་རྗེས་འགྲོ་འདུག་རུ་ལན་རེད་དེ་ཡིན་ན་ཡང་ད་དུས་རྗེན་པ་ང་རང་ཚོ་ཚོ་ཡིག་གི་ཁྲོད་ཁྱིམ་ཚང་གི་ནང་ལས་ཡིན་གཅིག་མིན་གཉིས། དེ་ནས་རང་གི་མི་རིགས་ལའང་བསམ་བློ་གཅིག་གཏོང་རང་གི་ཆོས་སྤྱི་འདི་ལའང་བསམ་བློ་གཅིག་གཏོང་མེས་པོ་གོང་མ་རྣམས་ཀྱི་བཀའ་དྲིན་ལ་བསམ་བློ་གཅིག་གཏོང་ནས་དེ་ནས་ཕྱི་ནང་བར་གྱི་ཡིན་གཅིག་མིན་གཉིས་ཕྱི་ནང་ལས་བོད་སྐད་བརྗེད་དེ་ནས་དུས་ཚོད་ཡོངས་ཀྱི་བོད་ཡིག་དེ་ཚོ་གཞོན་ད་ལྟའི་བཟོ་རུ་བྱེད་ཡིག་ཟེར་ད་ངའི་རེ་བ་འདྲ་ཞིག་ཡིན་ནང་སྦྱོང་ང་རང་ཚོ་གི་སྐད་དང་ཡི་གེ་དེ་བརླག་སོང་ན།

གནས་དེ་ནས་དེ་ཡིན་ཟེར་ད་དེ་རིགས་ཁུལ་གྱི་དེ་ཡིན་དེ་ནས་འདི་ན་ལས་ད་ད་དང་མོ་ཆེ་བ་ཕ་མ་ཡིན་མཁན་དེ་ནས་མ་འོངས་པ་ཕ་མ་འཇུ་ངེས་ཅན་གྱི་གོང་ས་མཆོག་མཆོག་རེད་དེ་འདི་ལས་དེ་ནས་ཁྱོད་རང་ཚོ་གོ་ཆེ་ནང་ལས་བྲིས་ཀྱི་ནང་གི།